ས་ར་ནོར་གྱིས་བོད་སྲིང་བསྲེལ་གནང་མཁན་གྱི་རྣམ་པ་ལྷན་རྒྱས་ཚང་མ་ལས་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་བོད་བཙན་པོའི་སྐབས་ཀྱི་ལྷོ་ཕྱོགས་ཀྱི་ས་མཚམས་དེ་རྒྱ་གར་གྱི་ཆུ་མོ་གངྒཱ་ལ་ཐུག་ཡོད་ཟེར་བའི་ཆུ་མོ་གངྒཱའི་འབབ་རྒྱུད་དང་དེ་དང་འབྲེལ་ཡོད་ཀྱི་ས་ཆ་ཁག་ཅིག་ས་བཀྲ་ཀ་ལ་ངས་ངོ་སྤྲོད་མདོར་བསྡུས་ཀྱིས་ཞུ་ཡ་ཡིན། ཐོག་མར་ས་རཱ་འདེད་ཅེས་ཟེར་བ་ཡིན་ན་འདེད་ཀྱི་ནང་ལོགས་ལས་རྟགས་མ་འདྲ་བ་ཁ་ཤས་ཅིག་ཡོད་འདེད་ཀྱི་ནང་ལོགས་ནི་དམར་པོ་དེ་ཚོ་སྟེ། སྐབས་དེ་དུས་ཀྱི་མཐའ་བཞི་ཡི་རྒྱལ་ཁམས་ཆེན་པོ་དེ་ཚོ་གི་རྒྱལ་ས་ཆགས་བསྡད་ཡོད་རེད། དེ་ནས་གཞས་སྔོན་པོ་དར་ལྕོག་དཀར་པོ་དེ་ཚོ་སྟེ། སྐབས་དེ་དུས་ཀྱི་བོད་ཀྱི་རྒྱ་ཁྱོན། ག་ཚད་ཚད་ཅིག་ཡོད་མེད་དེ་དེང་སང་གི་བོད་རིག་པའི་མཁས་པ་ཚོའི་ལབ་སྟངས་དང་བོད་ཀྱི་རྒྱ་རབས་ལོ་རྒྱུས་ཁང་ནང་གསེས་བ་ནང་བཞིན་གྱི་རྟགས་རྒྱབ་རྒྱབ་བ་བྱེད་རེད། དེ་ནས་སེར་པོ་དེ་ཚོ་དེ་བོད་བཙན་པོའི་སྐབས་ཀྱི་ཆོས་ཕྱོགས་ཀྱི་བརྟེན་ལྷིང་དང་གང་ལྟར་བོད་དང་འབྲེལ་བ་ཡོད་བསྡད་པའི་གི་ཚང་ནི་ཁ་ཅིག་ད་གཙོ་བོ་དེ་དེ་ནི་འདྲ་བ་གཅིག་ཡིན་ད་དེ་རིང་ཤོད་ཡ་དེ་གཙོ་བོ་བོད་བཙན་པོའི་ལྷོ་ཕྱོགས་ཀྱི་ས་མཚམས་ཀྱི་སྐོར་དེ་རེད་ནུབ་ཕྱོགས་ཀྱི་སྐོར་དེ་ལེ་ཚན་སྔོན་མ་གཅིག་གི་ནང་ལོགས་ལས་གང་ལ་གང་ཚང་གཅིག་ཞུས་ཟིན་པ་ཡིན་དེ་ནི་རིམ་པས་ཤར་ཕྱོགས་དང་བྱང་གི་ཕྱོགས་དེ་ཚོ་དེ་དུས་ཚོད་བྱུང་ན་ཞུ་ཡ་ཡིན། ད་འདི་གའི་ནང་ལོག་ལོས་ངས་ས་ཆ་ཁག་ཅིག་ལ་བརྟག་རྒྱག་གི་ཡོད། ད་དེ་ཚོ་ངོ་སྤྲོད་ཤོད་ཀྱི་རེད་མ་གཏོགས་པའི་མཐའ་གཅིག་ཏུ་འདི་ཕན་ཆད་ཚུན་ཆད་ཟེར་དེ་འདྲས་དེ་ཚིག་ཤེས་ཁག་པོ་རེད་ད་ཡོངས་གྲགས་ལ་གཅུང་མོ་ག་འགའ་ཕན་ཆད་ཚུན་ཆད་ཟེར་གི་སྐད་ཆ་ཅིག་ཤེས་གི་ཡོད་རེད། འོ་དེ་བོད་ཀྱི་རྒྱ་རབས་ལོ་རྒྱུས་རྙིང་པ་ཁག་གི་ནང་ལོག་ལོས།

ཨ་ནི་སྦ་ང་ཚོགས་ལ་བབས་འདྲ་བོ་ཡོད་རེད། ད་དེ་གི་ནང་ལོགས་ནས་དམར་པོ་དེ་ཚོ་དེ་ངོ་སྤྲོད་ཅི་ཞུ་བ་ཡིན་ན་ཡག་དེ་བྱས་པ་ཡིན་ན། ཨ་འདི་ཀརྨ་པོ་ཟེར་དེ་པཱ་ལ་རྒྱ་རིབ་ཀྱི་རྒྱ་ས་དང་པོ་དེ་ཡིན་པའི་བཟོ་འདྲ་བྱེད་འདུག་གང་ལྟར་པཱ་ལ་རྒྱ་རིབ་ཀྱི་རྒྱ་ས་དང་པོ་དེ་བང་ལ་འདེད་ཀྱི་ཆགས་ཀྱི་ཡོད་རེད།

ཧ་ཤ་བ་གདན་དྲོངས་ཚར་བའི་རྗེས་སུ་ཁོ་རང་གི་བློན་པོ་སྲིད་སྒྲོབ་ཀྱིས་རྒྱལ་སྲིད་བསྲིངས་ཏེ་སྐབས་སུ་སྲོང་བཙན་སྒམ་པོས་དམག་བསྐྱབས་ནས་སྲིད་སྒྲོབ་བཙོན་ཁང་ནང་བསྲིངས་ནས་ཁྲིད་ཡོང་བ་དང། སྐྱག་རི་ཅན་གྱི་གྲོང་ཁྱེར་སྐྱག་དང་རྒྱ་ཆུ་ཡིན་ནོ་ཅེས་བོད་ཀྱི་ཆག་འོག་ཏུ་བསྐྱུར་བ་ཡིན་སྲིད། བལ་ཡུལ་ནི་དེ་གའི་སྔོན་ནས་ཀྱང་བོད་ཀྱི་དབང་འོག་ལ་ཡོད་རེད་ཟེར་དགེ་འདུན་ཆོས་འཕེལ་གྱི་དད་གུས་ཀྱི་མགོ་མགོ་ལ་ཡོད་རེད་བ། ཨོ་དེ་གའི་རྒྱག་ས་དེ་འདི་ཆགས་ཀྱི་ཡོད་རེད། གངས་འགག་གི་འགྲམ་ལ་ཡོད་རེད་འདི་ད་པ་ཏྲ་ན་ད། ཨ་ནི་འདི་འོག་གི་འབུ་སྐམ་པོ་འདི་ཚོ་ཚང་མ་དེ་གངས་འགག་འབབ་རྒྱུད་ལོས་ཆགས་ཀྱི་འདུག་བ། དེ་ནས་འདི་ཀོ་ཤམ་བེ་རེད་ཤག། འདི་གའི་ལོ་རྒྱུས་བརྗེས་པ་འདྲ་བོ་ངས་དམིགས་བསལ་སྐད་དྲིས་མེད་གངས་འགག་གི་འབུ་དེ་མ། ལྷོ་ཕྱོགས་ཡ་མི་ནག་གི་འགྲམ་ལ་ཡོད་རེད་བ།

ད་ཁྱོད་མོ་གང་གི་འབབ་རྒྱུད་དང་འབྲེལ་ནས་ག་འདྲས་ཤེས་གི་ཡོད་ཟེར་ན། དང་པོ་འདི་ཅི་ཟེར་བ་ཡིན་ན། འདི་ལྟ་སྟེ་གང་ག་གི་འགྲམ་ལ་སྐྱབས་ཡོད་ཡོད་ལྡི་ལི་ནས་ཕར་འགྲོ་སྲིད་པ་རེད། ཆུང་ཆུང་སྐྱེས་པའི་དགའ་སྟོན་གྱི་ནང་ལོགས་ལ་ག་ལ་ཡོད་རེད་ཟེར་ན་ལྷོ་ཕྱོགས་སྐར་མ་མེ་བཞིན་འཆར་བའི་མཐའ། རྒྱ་གར་ཁྱོ་བོ་གང་གི་འགྲམ་ལ་ཐུག། དེ་དང་ཡང་ལྷོ་ཤོར་བྲམ་ཟེ་ཡོས་ལི་དགའ་བ་རྟོགས་ཏེ་ཟེར་བྱས་འདུག་བ། ད་བྲམ་ཟེ་ཡོས་ལི་དགའ་བ་ཟེར་འདུག་ཡོང་དུས་ད་རྒྱ་གར་ལས་ཀྱི་ཕ་རྒས་སུ་ལས། མིན་ན་བསམ་བསམ་འདྲ་བ་རེད་དེ་ད་དོན་དག་འབབ་ས་དེ་གཅིག་ཡིན་རྒྱུ་རེད་བསམ་འདུག་དེ་ཡིན་དུས་ད་ཁ་ཟས་ཤོས་དེ་ཆུ་མོ་གང་གི་འགྲམ་ལ་ཐུག་ཟེར་ནས་དེ་རྗེས་བསྲེས་གི་ཡོད་རེད། ད་འདི་ཡི་རྡོག་རྡོག་འདྲ་བོ་དེ་མ་ཞུས་ཀྱང་ནི་མ་གཏོགས་འདོད་ནི་ཀུན་མང་པོ་འདྲ་ཡོད་ཟེར་རོ། གང་ལྟར། བསམ་ཡུལ་བཞེངས་ཚར་བའི་རྗེས་སུ་ནི་དེ་གའི་ནང་བསྟན་དང་གཟུངས་རྒྱོབ་དེ་ཚོགས་ཀྱི་ཆེད་དུ་ནི་མ་ག་དྷ་ལ་སངས་རྒྱས་ཀྱི་རང་སྲས་མང་པོ་ཅིག་ཡོད་བ་ཧ་གོ་ནས་དེ་བཞིན་འདྲ་ཡང་གི་ཆེད་དུ་ནི་གཏའ་མ་ཞེས་པ་ཁ་ཤས་ཀྱིས་བཏང་ཡོང་བ་རེད། སྐབས་དེ་དུས་རྒྱ་གར་གྱི་རྒྱལ་པོ་དེས་སྐྲ་ཐག་ཆོད་ནས་བོད་བཙན་པོའི་ལྷམ་གྱི་འོག་ནས་ཕར་འཛུལ་ནས་མགོ་བསྒུར་ནས་འཕྲིན་གྱི་ཡང་ཁས་བླངས་བ་རེད། གནད་གཅིག་ཡོད་མོད་ད་ལྟ་རྒྱུ་ཆས་དེ་ཚོ་མིན་འགྲོ་ནོར་དེ་ཨོ་ཏིང་དང་པུ་རི་ལ་བསྐྱོན་ནས་རྒྱ་གར་ཤར་ཕྱོགས་ལ་ཕར་བྲོས་སོང་བ་རེད། གང་ལྟར། བོད་མ་ཚུར་ལོག་ཡོང་བའི་སྐབས་སུ་ཁྱོ་མོ་ག་འགའ་གི་འགྲམ་ལ་སྐྱག་ག་ཀ་བ་ཅིག་བཙུགས་ནས་འདི་ཕན་ཆད་དེ་བོད་ཀྱི་ས་ཆ་ཡིན་ཟེར་ནས། ལྕགས་ཀྱི་ཀ་བ་ཁོ་རང་ལ་ཡི་གེ་བྲིས་ནས་བཞག་ཡོད་རེད། དེ་ནས་ལྕགས་ཀྱི་ཀ་བ་དེ་ཕྱིས་སུ་གྲུ་བཞི་དམག་གིས་གཏོར་འདུག་དེ་གཏོར་ཐུབ་མི་འདུག་ད་གཏོར་ཟེར་ན་ལྕགས་གཏོར་ཐུབ་ཀྱི་མ་རེད་བ་ཁྱེད་ཚང་མེད་ལས་གཞོན་ནས་མེད་པ་བཟོས་བས་ཀྱིས་ད་ཤོར་དེ་འདྲས་མཐོང་ཡ་ཡོད་རེད་ཟེར་བ་དེ་རེད། འོ་དེ་ད་གཅུང་མོ་གང་ག་ཕན་ཆོད་ཚུན་ཆོད་ཟེར་ཡག་གི་གཞི་འཛིན་ས་གི་ལོ་རྒྱུས་འདྲ་བོ་གཅིག་དེ་ཆགས་བསྡད་ཡོད་རེད། འོ་དེ་ནས་སེར་པོ་འདི་ཅེས་ཟེར་བ་ཡིན་ནི་འདི་ཨོ་ཏེང་དང་པོ་རི་རེད་ཨོ་ཏེང་དང་པོ་རི། ནོར་ཐམས་ཅད་ཨོ་ཏེང་དང་པོ་རི་ལ་བཅོལ་ནས་གྲོས་སུ་རེད་ཟེར་ཡོང་ནི་ངས་ཨོ་ཏེང་དང་པོ་རི་དེ་རྟགས་ཅིག་རྒྱབ་བཞིན་ཡོད། གཅུང་མོ་གང་ག་འདི་རེད་པ་ཏྲ་ནི་འདི་རེད་རྡོ་རྗེ་དེ་འདི་རེད་བ། ད་རྡོ་རྗེ་དེ་ནི་ཡོང་གི་ཡོད་རེད། གང་ལྟར། ཁྱོ་མོ་གང་དགའ་ལ་སྐྱག་གི་ཀ་བ་བཙུགས་རེད་ཟེར་ཏེ་དེ་གི་ཁ་དོག་གི་རྒྱ་བོ་དེ། པཱ་ལ་རྒྱ་རབས་ཀྱི་རྒྱ་བོ་རྡ་མ་པར་སེལ་ཏི་མན་རོ་སང་འདུག་དེ་ག་རེད་ཟེར་ན་ཀ་ཐང་ནང་ལོགས་ལ་འདི་འདྲས་ཅིག་ཡོད་རེད་བ། ལྷོ་ཕྱོགས་རྒྱ་གར་རྒྱ་བོ་བཞུགས་པ་ཡང། རང་རྫ་རྡ་མ་པར་དུ་བྲེ་བོད་གཉིས་དམག་སྒོ་གཅོད་པའི་བཀའ་ཡི་ས་དགོན་ནས་རྒྱ་གར་རྒྱ་སྲིད་བོན་གྱི་དྲིན་དུ་ཞེས། རྒྱ་གར་ཡུལ་གྱི་ནོར་རྫས་རིན་པོ་ཆེ་ཁ་ཟས་བཟང་གི་དུས་ལས་མ་འདས་བུ། རྒྱ་གར་སྟོད་སྨད་རྒྱལ་པོ་ཆེན་མོ་ནི་རང་ལ་ཉེས་ཀྱི་བཀའ་ལ་གཅེས་སྤྲས་ཞེས་སྟེར་བ། ཀྱེ་ཙཱ་རང་བཟའ་དཱ་མ་པར་བསད་དེ་པཱ་ལ་རྒྱ་ར་ཀུ་རྒྱལ་པོ་ནི་དཱ་མ་པར་འོ་དེ་བྱ་དེ་འདུག་དེ་དྲེད་དཔོན་བསད་དེ་ཁ་ཤས་ཀྱིས་འདས་བ་པར་ཡིན་རྒྱུ་རེད་ཟེར། འདས་བ་ཀྱི་མིང་གཞི་དང་པོ་དེ་ད་ཆ་གི་རོ་བ། དེ་ནས་འདས་བ་པར་བསད་དེ་པར་དཱ་དཔོན་དང་དེ་འདྲ་ད་ང་ཚོ་བོད་ཡིག་རྙིང་པ་དེ་ལྷག་པར་དབུ་མེད་འདྲ་བོ་ཡིན། ད་ལུང་པ་སོ་སོ་གི་བྲི་སྟངས་མ་འདྲ་བ་དེ་ཚོས་ཡིག་ག་ལས་གཅིག་པགས་ཡོང་དུས། རྒྱུས་མངའ་ལ་བལྟས་ཚེ་མིན་ན་མཁས་མཛངས་ཞི་བ་དེ་འདྲ་བྲི་ཡག་གི་འདུག་བ། དེ་འདྲས་གསུང་མཁན་འདུག་ད་ད་ལྟ་འདི་གི་ནང་ལོགས་ལ་བལྟས་ན་ད་མ་པ་དེ་འདས་པ་ལ་རྒྱ་ར་གི་རྒྱ་པོ་དེ་བྱེད་དུས་བྲེ་དཔོན་ཟེར་དེ་ཡ་རྒྱ་གར་ནུབ་བྱང་གི་ཕྱོགས་ལ་མེད་འགྲོ་བསམ་ས་འདྲ་བ་གཅིག། འདི་ལ་འདུག་བརྒྱ་དགའ་སྟོད་སྨད་རྒྱལ་པོ་ཆེན་པོ་གཉིས་ཟེར་འདུག་ཨ། གཅིག་ཏུ་བརྒྱ་དགའ་སྟོད་ཀྱི་གཅིག་ནི་སྨད་དུ་གྱེས། ད་ཁྱོད་མོ་འབབ་རྒྱུད་ཀྱི་སྟོད་སྨད་ཤི་བ་ཡིན་ན་ཟླ་མ་པར་དེ་ག་འགའ་འབབ་རྒྱུད་ཀྱི་སྨད་ལས་ཡིན་ཙང་སྨད་ལས་གྱེས་དུས་ཨ་ག་འགའ་འབབ་རྒྱུད་ཀྱི་སྟོད་ལས་ཡ། ཡ་རྒྱལ་པོ་གཅིག་དྲེལ་དཔོན་ཟེར་གཅིག་ཡོད་རྒྱུ་རེད་བསམ་གི་འདུག་ད་ངས་འདི་ཚོ་ཞིབ་ཕྲ་བཙལ་ལོང་རེད་མ་སོང་ད། དེ་སྐོར་དུས་ཚོད་དང་སྤྱི་ས་གཅིག་གི་འདང་མི་འདུག། ད་ད་ལྟ་གནད་འགག་ཆེ་ཤོས་ཀྱི་ངས་ག་རེ་མཐོང་དགོས་ཡོད་རེད་ཟེར་ན། ཁྱོད་མོ་གངྒཱའི་འགྲམ་ལ་སྐྱག་གི་ཀ་བ་བཙུགས་ཡོད་རེད་ཟེར་བས་ཀྱི་སྐྱག་གི་ཀ་བ་དེ་དག་ད་ད་ལྟ་མེད་ཡོད་སྐད་ཆ་བཤད་གི་ཡོད་རེད་བ་ད་ཡོད་ན་ཡང་ངོ་མི་ཤེས་བ་ག་བ་ཁེ་སོ་ཡིན་ན་ཡིན་ན་ཡང་ད་དེ་འདི་བ་བཙུགས་རེད་ཟེར་ཡས་ཀྱི་ས་ཆ་དེ་རྗེས་ཤོར་དེ་ངོས་ཟིན་གི་ཡོད་དེ་ད་གལ་ཆེན་མོ་ཞིག་ཆགས་གི་འདུག་བ། ངས་ཡར་མ་འགའ་བལྟས་ཀློག་དྲ་ཐོག་ནས་བཙལ་ཡིན་ཏེ་བལྟས་པ་རྒྱས་བཤད་ཀྱི་ཐོག་ཅིག་ང་རང་གིས་ད་ལྟ་བར་མཐོང་མ་སོང། ད་ལྟའི་ཧ་གོ་ཡ་ལས་ངས་ཐང་ལ་འདྲ་བོ་ཁ་ཤས་ཅིག་ཐོག་བསམ་བློ་བཏང་བ་ཡིན་དང་པོ་དེ་ཀ་བ་དེ་གསོ་མཁན་ཡིན་བོད་དམག་ཡག་བཞེས་པའི་རིགས་རྒྱུད་འབོ་དགྲ་ཐག་གུ་རེག་ཟེར་ཅིག་ཡོད་རེད་ཟེར་ནས་གསུངས་ཡོད་རེད། ད་དེང་གི་རྒྱུད་ནས་བཙལ་གྱིས་བྱེད་དགོས་པའི་བཟོ་འདྲ་ཅིག་རེད་དེ། དེ་ཡང་ད་རྒྱ་གར་གི་ས་ཆ་ག་ས་ག་ལ་ཡོད་རེད་ཟེར་ཡོང་དུས། ལྟས་ཚེ་ཁ་བོ་འདུག་ད་དགེ་འདུན་ཆེན་པོ་ཡིན་ན་ལོ་སྟོང་མནའ་དེ་རྒྱ་གར་གི་ས་ཆ་ལ་ཕེབས་བ་ཙམ་མ་ཟད་ད་འདི་འདྲའི་ལོ་རྒྱུས་ཀྱི་ཐོག་ལ་ཁོང་གི་མཐོང་སྣང་གནང་ནས་ཕེབས་བ་རེད་དེ། སྐལ་བ་བཙུགས་སར་ས་ཆ་འདི་རེད་ཟེར་གྱི་བ་རྗེས་ག་སོང་མི་འདུག་བསམ་སོང། དེ་ནས་བལ་དུ་ཁོ་རང་ཀི་ལོ་མི་ཀྲ་ནས་ཅི་ནས་མེ་ཀྲ་ནས་ཅི་ནས་མ་འགྲོ་མ་ཐག་བ་ཡིན་ན་ཡང། ཞོག་ཞོག་ཀྱེ་ང་ཚོ་ཧ་གོ་ཡ་ལེ་ད་ཐང་ལ་ཡིན་པ་ག་ཞིག་འདུག་བསམ་གི་འདུག་ཀྱེ་ག་རེ་ཟེར་ན་ནི་བོད་སྐད་དམག་དཔོང་དེ་ཚོ་ག་ནས་ཚུར་ཡོང་ཞག་ག་ནས་ཕར་ལོག་ཞག་ཁོ་ཚོ་ཚུར་ཡོང་ས་དང་ཕར་ལོག་ས་ཀྱི་ཕྱོགས་དེ་དང་འབྲེལ་བ་ཅིག་ཆགས་ཀྱི་ཡོད་རེད་བསམ་དེ་ཡིན་དུས་ནི་ངས་ཁ་སང་པདྨ་དཔའ་ཐང་ནས་ཀྱེ་ནི། གུང་ཐང་ནས་བྱས་ནས་སྐྱིད་རོང་ནས་ཚུར་ཡོང་ས་ཤིག་ནི་དགོས་དོན་དག་ཅིག་དེ་རེད། འདི་འདི་སེར་པོ་དེ་སྐྱིད་རོང་ཇོ་བོ་ཡོད་ས་དེ་རེད་ད་གུང་ཐང་དང་སྐྱིད་རོང་ནས་ཡོང་དུས་འདི་ནི་མ་ཡོང་གི་ཡོད་རེད་བ། སྐྱིད་རོང་ཇོ་བོ་ཡ་འདི་ནི་བོད་ཕ་བདེ་འགའ་ཡང་རྩིས་བརྒྱབ་སྟེ་སྐྱིད་རོང་སླེབས་དུས་ཕེ་རོ་མ་བརྗེ་བའི་ཆེད་ལྷ་སོ་རེ་ཟེར་གྱི་ཡོད་རེད་བ་གང་ལྟར་འདིར་ལ་འགག་ཆེ་པོ་གཅིག་ཆགས་གི་ཡོད་རེད། ད་རྙིང་པ་དེ་ས་ཆ་འདི་ལ་ཡོང་དགོས་བ་ཡིན་ན་གྲོ་མོ་ནང་ནས་ཡོང་ཡ་འདི་གཅིག་རེད། ད་བོད་པའི་སྐད་དམག་རྒྱ་གར་ལ་བཏང་བའི་སྐབས་སུ་དཔའ་མོ་དཔའ་ཐང་ལ་དྲ་ང་རྒྱབ་ནས་ཡོང་བའི་སྐོར་དུ་ཁ་སང་ངས་ཤོད་ཡིན་པ་དེ་མང་པོ་ན་ཆ་འགྲོ་ས་རེད་ཟེར་ཤོད་དགོས་དེ་རེད། ཡང་དེ་ནི་གནད་འགག་ཞེས་པ་ཅིག་གར་ཆགས་ཀྱི་ཡོད་རེད་ཟེར་ན་དམག་དེ་འགྲོ་བའི་སྐབས་སུ་འགོས་ཀྱི་ཕ་རི་ལ་དོད་བཏབ་བསད་ཀྱི་ཡོད་རེད། འགོས་ཀྱི་ཕ་རི་དོད་བཏབ་བསད་ཡོང་དུས་ད་གྲོ་མོ་ནང་ནས་ཚུར་ཡོང་ཡོད་ན་ཅི་ཞིག་བསམ་བསམ་གྱི་ཡོད་རེད།

འདི་ནས་འདི་གམ་པ་རྫུན་འདུག་ཨ་གམ་པ་ནི་ཚོད་ཡོངས་སུ་འདུ་བ་ཅི་འབྲི་མཚམས་སའི་ས་ཆ་ཅི་ཡོད་རེད། ཨ་འབྲི་མཚམས་རྩྭ་སྨུག་པོ་མན་ཆད་ཀྱི་ཨ་དེང་སང་བས་ན་ཕ་ཅེ། ཨ་འདི་ཨ་གྲོ་མོ་རྫོང་ཡོད་རེད་བ་གྲོ་མོ་རྫོང་གི་ས་ཆ་ཚ་ཆེ་ནི་བློན་པོ་མགོའི་ལས་རྔན་པ་ལ་སྤྲད་བ་རེད་བོད་བཙན་པོའི་སྐབས་ནས་མགོའི་འཁྲི་བཟང་ཡབ་ལགས། ལ་ཕ་གཅིག་ཡིན་ས་ཡོད། ཇི་ལྟར་བསྟན་ཡིན་ཚ་དུས་འདི་ལོའི་མགོན་གྱི་བསྟོད་གསུམ་ཟེར་ནས་ས་ཆ་དེར་སྐད་གྲགས་ཆེན་པོ་ཡོད་རེད་ཟེར་གི་ཤོག་ཁ་འདྲ་པོ་གསུམ་བྲིས་ནས་དེ་སྐྱེལ་དུས་མགོན་གྱི་ཕ་ར་ལ་དོས་བསྟབས་ཟེར་དུས། གྲུ་མོ་ནང་ནས་ཚུར་ཡོང་ཡོད་སྲིད་པ་རེད་ཟེར་ད་གྲུ་མོ་ནང་ནས་ཕ་ཚོ་འགྲོ་བའི་དུས་ནས་རེ་རེ་གཉིས་རེ་ཡོང་གི་ཡོད་རེད་དཔེར་ན་རྒྱ་གར་གྱི་པན་ཆེན་ཤཱཀྱ་ཁྱེད་ལ་སོགས་པ་དེ་ཚོ་དེ་གྲུ་མོ་ནང་ནས་ཚུར་རྒྱ་གར་ལ་དེ་འདྲའི་བྱུང་འདུག་བ། ཞེ་སྡང་གི་གྲུ་མོ་ནས་ཡོང་མཁན་དེ་ཉུང་ཉུང་འདྲ་བོ་རེད་ཤག། ད་ག་སའི་གྲུ་མོ་ནས་ཡོང་ཡོད་པ་ཡིན་ན་ནི་གངས་དཀར་གྱི་འགྲམ་ལ་རྟ་འདུག་ས་ཀྱི་གངས་དཀར་དེ་ད་ལྟ་འདས་ཀྱི་ཤོག་ལ་མ་ནོབ་སྦང་དཀར་དང་སྦང་ལ་འདས་ཤིག་གི་ད་ཐག་ནི་ཧོ་ཡིན་བསྡད་ས། འབུ་སྐམ་གཉིས་ཤི་ལ། ང་ཚོ་བོད་སྐད་ནང་ལ་སྔོན་མ་ཡིན་ན་འབྲི་སྐམ་མ་ལ་ཤི་ལ་ལབ་གི་ཡོད། འོ་དེའི་ཁ་དོག་དེ་ཡིན་སྲིད་པ་རེད་བསམ་གི་འདུག། འབྲི་སྐམ་མ་ལ་ཤི་ལའི་གཙུག་ལག་ཁང་ནི་སྔོན་མ་ས་རཱ་ནང་ངོ་སྤྲོད་ཞུ་རྒྱུ་ཚོ་ལས་ཚན་གཅིག་ཡོད་རེད། དེ་ག་རེད་ཟེར་ན་གྲོ་མོ་ནས་ཚུར་ཡོང་གྲོ་མོ་ནས་ཕར་ལོང་བ་ཡིན་ན་ཀུན་དའི་ཕྱོགས་དང་མ་མཐའ་ཉེ་གི་ཡོད་རེད་དེའི་ཕྱོགས་ལས་འབྲེལ་བ་ཆེ་བ་ཡོད་དེ་བ་གཅིག།

འོ་དེ་ལས། ཆོས་ཉིད་གདོད་མ་འདུག་དེའི་ནང་ལོགས་ནས་ད་གང་གཱ་དེ་འདི་ལྷོ་ཕྱོགས་ཀྱི་དེ་རེད་འདི་ཝར་ན་སི་ནས་ཕར་བབས་ཡོང་གི་རེད་དེ་ཡིན་དུས། འདི་གི་ཕྱོགས་ལ་མ་ཕར་བཅད་ཡིན་རྒྱུ་མ་རེད་བསམ་གྱི་འདུག་འོ་དེ་འདྲའི་གི་ཐོག་ནས། ཁ་སང་ངས་དཔའ་མོ་དཔའ་ཐང་དང་འབྲེལ་ནས་ཤེས་ནུས་དགོས་ཡག་གི་རྒྱུ་མཚན་གཅིག་རེད། འོ་དེ་འདྲའི་ཚུན་ཆད་ལ་བསམ་བློ་བཏང་ནས། ད་གང་གཱའི་འགྲམ་ལ་སྐྱག་གི་ཀ་བ་ཚོ་ཤོར་ཏེ་ང་ཚོས་རག་དགོས་ཀྱི་ཡོད་རེད་བ།

ཧྭ་ཤག་གིས་རྒྱ་ཁོངས་ལ་དམག་བརྒྱབ་པའི་སྐབས་སུ་ནི་དམག་ལྟེ་བ་དེ་ཏྲ་ཧུ་ཏི་ལས་མཐའ་བར་རེད་ཟེར་ནས་དེ་འདྲ་ཡོང་གི་འདུག་བ། དེ་ལྟར་དེ་བྱེད་དུས་ནི་སྲོང་བཙན་སྒམ་པོའི་དམག་དེ་ཡང་ག་ནས་ཡོང་ཡོད་ཡོད་མེད་འདྲ་བ་ཅིག་དང་ཡང་ཏྲ་ཧུ་ཏི་བསད་དེ་གཅིག་སྐྱེས་ན། ཀན་ནོ་རྗེ་ཟེར་གྱི་རྒྱ་བཟའ་གཅིག་ཡོད་དེའི་གཡས་གཡོན། ལང་ནོ་ཟེར་དེང་སང་ཨོ་ད་པ་དེ་གའི་རྒྱ་ཟེར་བ་ད་ལྟའི་གཡས་གཡོན་བཅས་ལ་ཡང་ས་སྐོར་ཆུང་ཆུང་གྱི། ཆུང་ཆུང་ཟེར་ན་མི་འདུག་དེ་འདྲའི་བཅས་ཁའི་མིང་མེད་འགྲོ་བསམ་བསམ་དེ་འདྲའི། སྲོང་བཙན་སྒམ་པོའི་སྐུ་སྟི་ར་ཧུ་ཏུ་ལའི་ནས། རྒྱལ་པོ་སྲིད་གྲོགས་ཁོ་དམག་དེ་ཕམ་པར་བཟོས་ནས་རྒྱལ་པོ་ཁོ་རུ་བཙོན་ཁང་ནང་བཟུང་ནས་རྒྱལ་སར་ལེན་སོང་བ་རེད་ཟེར་ཡོང་དུས། ནས། ད་ལྟ་གི་ཏྲ་ཧོ་ཏི་འདི་དང་འདིའི་པཱ་རུག་ལ་ཡང་ཁོ་པས་རྒྱང་ཐག་རིང་པོ་དེ་ནས་འདུག་ཨ། ནས་ཡང་ཁོ་རང་ཚོ་བཤད་ཡོང་དུས་བོད་ཀྱི་དམག་འདི་ནི་ཏྲ་ཧོ་ཏི་ནས་བཀག་ནས་རྒྱ་གར་ལ་ཚུད་ཡོང་ངེས་ལ། ཁོ་ཚོ་གི་ཞི་བའི་བྱས་རྗེས་བཞག་ས་དེ་འདྲ་བཤད་གི་འདུག། དེ་ནས་ཡང་ང་ཚོས་ཞིབ་འཇུག་བྱེད་དགོས་ཡ་ད་བརྩི་དགོས་ཅི་གར་ཡོད་རེད་ཟེར་ན། ཨང་དང་པོ་ད་ཀ་བ་ཁོ་རོག་རག་ན་ཡག་ཤོས་རེད་བ་དེ་མ་རག་བ་ཡིན་ན་དེ་གང་དུ་བཙུགས་པའི་རྗེས་ཤོས་དེ་ག་བ་ཡོད་མེད་དེ་བརྩི་དགོས་གཅིག་རེད་ཆུ་མོ་གང་ག་གཅིག་བོར་ལག་ཁྱེར་ན་ཕན་གི་ཡོད་མ་རེད་གང་ག་དེ་སྔ་སྡེ་མང་པོ་གཅིག་གི་རྒྱུད་ནས་མ་བབས་གི་ཡོད་རེད་ཡ་གནས་དེ་རྒྱ་གར་གི་གང་གོ་ཏི་རི་ཟེར་ཡ་ཟེར་དེར་གཏུགས་གི་ཡོད་རེད་རྒྱ་གར་ཁོ་རང་ཚོ་གི། ག་ངོ་ཏི་རི་སེ་དེ་ང་ཚོ་བོད་ཀྱི་གུ་གེ་རྒྱ་འབོག་གི་རྒྱབ་རི་དེ་ཆགས་བསྡད་ཡོད་རེད་རྒྱབ་རི་ཟེར་ཞོར་ན་མིན་ན་མི་ཤེས་ད། གུ་གེ་དང་དེང་སང་གི་དབང་དུ་བྱས་པའི་རྒྱ་གར་གྱི་ས་མཚམས་ཀྱི་ཧི་མ་ལ་ཡའི་རི་རྒྱུད་གངས་རི་བཅུ་ཡོད་རེད་བ། འོ་དེར་ཐུག་བསྡད་ཡོད་རེད། དེ་གི་བྱང་ངོས་དེ་གུ་གེ་གི་ས་ཆ་དེང་སང་ཡིན་ན་རྩམ་མདའ་རྫོང་ཟེར་གི་འདུག་བ། དེ་གི་རྒྱབ་ལོགས།

ད་ཚོད་མདོ་སྟོད་རྩེ་གཅིག་འགྱུར་བའི་ཐོག་ནས་སྐྱོགས་བདེ་ཡ་དང། པ་ཏྲ་ནཱ་ད་ཡན་ཆད་ཀྱི་ནི་གངས་དཀར་ལི་ཚོས་བོད་ཀྱི་དབང་ཤུགས་བཅིལ་བའི་སྐོར་དེ་བྲིས་ཡོད་པ་དེ་འདྲ་ཁྱེད་རང་མཐོང་ཡ་མི་འདུག་ད་བལ་ཡུལ་ནས་ཀྱི་གངས་ཏི་ད་ཧི་མ་ལ་ཡའི་རི་བརྒྱུད་ད་རི་ནག་པོ་ལ་ཐུག་གི་བར་དུ་ཟད་ཀྱི་རུ་བ་རི་ནག་པོ་ནས་ཡ་དཀར་པོ་གངས་རིར་ཐུག་རུ་བ་ནོ་དེ་གངས་ཏི་རི་བརྒྱུད་དེ་གི་ནི་བྱས་ནས

དཀའ་བ་དེ་གང་དུ་ཡང་མེད་རྒན་དུ་ཆུན་པོ་ཡིན་ན་དེ་དོ་སྣང་བགྱིས་ནས་ལྡི་ལི་ག་རེ་ཡིན་ན་འགྲེམས་སྟོན་གཅིག་ནོ་གཅིག་ནོ་དེ་མེད་འགྲོ་སོང་ཡོད་རེད་བ་དེ་རེད་འདུག་དེ་མི་འདུག་དེ་ལས་གཞན་པ་ག་འདུག་དེ་མི་འདུག་ཞིབ་འཇུག་བྱེད་དགོས་གཅིག་ཨེ་དེ་ལྟར་མ་བྱུང་བ་ཡིན་ན་ཡང་ཅག་གི་དཀའ་བ་དེ་ག་འགའ་གི་རྒྱུ་ག་བ་གཅིག་ལ་བཙུགས་ཤག་འོ་དེ་ང་ཚོ་ངོས་ཟིན་དགོས་གཅིག་ད་དེ་ངོས་ཟིན་ཡག་གི་དོན་དག་ལས་ནི་གོང་གི་ས་ཆ་དེ་ཚོ་དང་འབྲེལ་ནས། ཨེ་ཞིབ་འཇུག་བྱེད་དགོས་ཡ། དཔེར་ན་ཏི་ར་ཧུ་ཏི་གི་རྒྱལ་ཁམས་དང་འབྲེལ་ནས་ཨེ་ནི་ཏི་ར་ཧུ་ཏི་ངའི་ད་ལྟ་ལ་ཡ་དེ་དངོས་གནས་རེད་འདུག་དམ་མི་འདུག་ཨེ་དེ་ལས་གཞན་པ་འདུག་དམ་མི་འདུག་ལ་སོགས་པ། ཨེ་ནི་དགེ་འདུན་ཆོས་འཕེལ་གྱི་ཆག་ལོའི་ལང་ཡོད་ཀྱི་ནང་ལོགས་ལས། ཁྱོ་མོ་གང་ག་ག་ནི་ཕྱི་ཉིན་རྒྱ་གར་དུ་སླེབས་ཡོད་ཟེར་ནས། སྐབས་དེ་དུས་ཡང་ཨེ་ནི་ཁྱོ་མོ་གང་ག་ཚུན་ཆོད་དེ། རྒྱ་གར་གྱི་མིང་བི་ཟོ་འདྲ་གཅིག་ཤེས་ཡོད་རེད་ཟེར་གསུངས་ཡོད་རེད་བ།

འདི་ནས་ང་ཚོས་དོ་སྣང་བྱེད་དགོས་ཡ་འདྲ་བ་ཅི་དགར་ཆགས་ཀྱི་འདུག་ཟེར་ན། ད་ལྟ་མཆོང་རྗེས་ཟ་ཧོར་གྱི་རིགས་དེ་ཤེས་ཡོང་དུས་རྒྱ་སྔ་བ་ཡིན་ན་ཟ་ཧོར་གྱི་རྒྱལ་པོ་དཱ་མ་པ་ལ་སི་ཡི་དེ་སྦ་ད་ཧོར་གྱི་སྒོམ་གྲྭ་ནས་ཚུར་བོད་ལ་གདན་འདྲེན་ཞུས་ཡོང་བ་དང་ནི་དེ་གི་བརྒྱུད་པ་ཡིན་ཟེར་ཡ་དེ་རེད་བ། ད་དགེ་འདུན་ཆོས་འཕེལ་གྱིས་རྒྱ་སྔ་བའི་གི་སོང་ཁ་ཡར་དུ་དྲངས་ནས་ཅིག་གསུངས་འདུག། ད་དེ་ཡི་རྒྱ་བྱེད་པ་ཡིན་ན་རྡ་མ་པཱ་ལ་ཏེ་ད་ལྟ་པཱ་ལ་རྒྱ་རབས་ཀྱི་རྡ་མ་པཱ་ལ་ཏེ་ཡིན་པ་འདྲ་བོ་ཅིག་དང་ནི་དེ་ཡང་བོད་ལ་བཟང་བཙོན་དུ་བཞག་པའི་སྐོར་དེ་ཅིག་གསུངས་འདུག་བ། དེ་ནས་ང་ཚོས་གནད་དོན་དེ་གི་ནང་ལོག་ནས་དོ་སྣང་བྱེད་དགོས་ས་ལྟེ་བ་དེ་ག་རེད་ཟེར་ན་དེ་འདྲའི་རྡ་མ་པཱ་ལ་ཏེ་པཱ་ལ་རྒྱ་རབས་ཀྱི་རྒྱལ་པོ་རྡ་མ་པཱ་ལ་རེད་མ་རེད་ད་དེ་ནི་འགའ་ཆེན་པོ་ཆགས་བསྡད་ཀྱི་འདུག་ཁ་ཤས་ཀྱིས། རེད་ཟེར་གྱི་འདུག་ཁ་ཤས་ཀྱིས་མ་རེད་ཟེར་གྱི་འདུག་དགེ་འདུན་ཆོས་འཕེལ་གྱི་དེབ་ནང་ལ་བལྟས་ཡ་ཡིན་ན་ཕ་རྒྱལ་ཡིན་པ་འདྲ་བོ་ཅིག་ད་གསལ་ཁ་མི་འདུག་སྟེ། ཁྲི་སྲོང་ལྡེ་བཙན་གྱིས་རང་བསྲེགས་ལེན་པའི་སྐབས་ཀྱི་རྒྱ་བོ་དེ་དགོས་པ་རེད། ཁྲི་སྲོང་ལྡེ་བཙན་གྱི་བུ་མུ་སྟེགས་བཙན་པོའི་སྐབས་སུ་ནི་རྡ་མ་པ་ལ་བོད་ལ་བཟང་བཙོན་ལ་བཞག་པ་རེད་ཟེར་ཡོང་དུས། ཁོ་པཱ་ལགས་རྒྱ་རབས་ཀྱི་རྒྱ་བོ་རྡ་མ་པ་ལགས་ཡིན་པའི་གི་བཟོ་ལྟ་ཅིག་གོ་གོ་ཡ་ཡོད་པ་འདྲ་བོ་ཅིག་བཟོས་ཀྱི་འདུག་བ། ད་ག་སའི་དེ་ཡིན་པ་ཡིན་ན། ནི་ང་ཚོ་འདི་ས་མཚམས་ལ་འདི་འདྲ་བཤད་ཡ་ལས་ད་ཡང་གནད་འགག་ཅིག་ཆགས་ཀྱི་ཡོད་རེད། སྤྱི་དང་གི་སྐབས་དེ་དུས་པཱ་ལ་རྒྱལ་རབས་དང་ལྷག་པར་དུ་དཱ་མ་པཱ་ལ་དང་དེ་བ་པཱ་ལ་འདི་ཚོ་གི་སྐབས་སུ་ད་པཱ་ལ་དེ་མངའ་ཐང་དཱ་བིའི་སྐབས་འདྲ་ཅིག་ཡིན་ཟེར་བ། ཁྱེད་རང་ནི་རྡ་མ་པ་ལ་དེ་བོད་དུ་ཁྲིད་ནས་བཟང་བཙོན་དུ་བཞག་ཡོད་པ་ཡིན་ན་ད་དེ་ལས་གོ་བ་ལེན་སྟངས་ར་བ་ཅི་ཕ་རྗེས་གཅིག་མ་གཏོགས་ཡོད་མ་རེད་བསམ་འདུག་གནའ་སྔ་མོ་རྒྱ་ཁབ་ཅིག་གི་རྒྱ་ཁབ་ཅིག་ལ་དབང་བསྒྱུར་བའི་སྐབས་སུ་དེང་སང་གི་ད་རྒྱ་ཁབ་ཁ་ཤས་ནང་བཞིན་གི་བལ་དེ་དམག་དཔུང་དང་ཉེན་རྟོག་པ་དང་དེ་འདྲས་ཀྱི་དམ་དྲག་བཟོ་ནས་གནམ་ས་བླ་འོག་འདྲ་བ་དེ་རྒྱུགས་ཡོད་མ་རེད། རྒྱ་ཁབ་དེ་གི་ཚོས་ཁྲལ་སྤྲད་ནས་དཀའ་ལས། རྩེ་ཡག་དག་རང་རེད། ད་ལྟའི་ཁ་བརྡའི་ཚིག་ལ་གནས་ཡག་གི་ཆེད་དུ་ནི་རྒྱ་ཁབ་དེ་གས་ད་རྒྱ་སེ་ཡིན་ན་རྒྱ་སེ་གཙོ་བོ་འདྲ་བོ་ད་གནད་འགག་ཆེ་ཤོས་གི་མི་མ་འོངས་པ་ཁོ་རང་ཚོ་ལ་མེད་ན་མེད་ཐབས་མེད་པའི་མི་དེ་ན་མི་ད་ཉར་འདེགས་གི་ཡོད་རེད་བ། འོ་དེ་ཡིན་པས་གས་ད་བཟོ་ད་དེ་མངོན་གི་ཡོད་རེད། དེ་ཡིན་དུས་དེ་འདྲ་བའི་རྡ་མ་པ་ལ་དེ་ནི་པ་ལ་རྒྱ་རབ་གི་རྡ་མ་པ་ལ་དེ་རེད་འདུག་མི་འདུག་འོ་དེ་ཡང་ཞིབ་འཇུག་མཐར་ཕྱིན་པ་ཅིག